ཟླ་གཉིས་པའི་སློབ་ཕྲུག་ཚོ་བཀྲ་ཤིས་ལེ་ཨན་ད་རེས་ང་ཚོ་སློབ་ཚན་བཅུ་གཉིས་པ་དེ་སློབ་ཚན་བཅུ་གཉིས་པ་དེ་ཆགས་ཡ་ཧེ་དེ་འདོད་ནས་སློབ་ཚན་བཅུ་གཉིས་པ་དེ་ད་ལྟ་ཤོག་གྲངས་བརྒྱ་དང་བཅུ་མེད་གཉིས་རེད་པ་བརྒྱ་དང་གཉིས་ལ་རེ་བཞག་དེ་འདྲས་བསམ་པ་ལ་ཡ་བརྒྱ་དང་གཉིས་ལ་གཟིགས་རོགས་གནང་ཨན་ད་རིང་གི་ང་ཚོ་གི་སློབ་ཚན་དེ་ག་རེ་ཆགས་བསྡད་ཀྱི་འདུག་ལ་ན་ལུ་གུ་དང་སྤྱང་ཀི་ལུ་གུ་དང་སྤྱང་ཀིས་དེ་ཡིན་དུས་བསམ་པ་ལ་ཡ། ད་རིང་གི་ང་ཚོ་གི་སློབ་ཚན་དེ་སྒྲུང་ཅིག་ལ་བཞག་སྒྲུང་དེ་སུ་གོ་ལ་རེད་འདུག་ལབ་ན་ཡིན་ནི་ལུ་གུ་དང་སྤྱང་ཀིས་ཟེར་བ། ད་ལུ་གུ་ཟེར་དུས་བསམ་པ་ལ་ཡ་ལུག་གི་སྤུ་གུ་ལུག་ཕྲུག་འདུག་བ་དེ་ལ་ཡ་ལུ་གུ་ཟིག་རེད། ནི། སྤྱང་ཀིས་ཟེར་དུས་བསམ་པ་ལ་ཡ་ཨིན་ཇི་སྐད་ལ་ཟེར་ད Wolf ཟེར་གི་འདུག་བ་དེ་རེད། ལུ་གུ་དང་སྤྱང་ཀིས། ལུ་གུ་ཞིག་རྒྱུག་ཆུ་ཡི་འགྲམ་དུ་ཆུ་འཐུང་སྐབས་སྤྱང་ཀི་ཞིག་གིས་མཐོང་བས་རེད། སྤྱང་ཀི་ལུ་གུ་ཟ་བར་འདོད་ནས་ངར་སྐད་དང་བཅས། འཐུང་ཆུ་ཆ་ཚང་བཙོག་པ་ཟོས་སོང་ཞེས་ཞེས་ཟེར་བ། ད་ལུ་གུ་ཞིག་ལུ་གུ་ཆུན་ཆུན་ཞེས་བ་རྒྱུག་ཆུ་ཡི་འགྲམ་འདུག་ཟེར་ན་ཡིན། རྒྱུག་ཆུ་ལ་ནང་ལ་ཆུ་རྒྱུག་དེ་ཡིན་གཙང་པོ་དེ་འདྲ་འདུག་བ། ཆུ་མ་རྒྱུག་དེ་ཡིན་བ། དེ་འདྲའི་རྒྱུག་ཆུ་གཅིག་གི་འགྲམ་དུ་ཆུ་འཐུང་སྐབས་ལུ་གུ་ཆུན་ཆུན་དེ་ནི་རྒྱུག་ཆུ་དེའི་འགྲམ་ལ་ཡང་ཆུ་འཐུང་བསྡད་འོ་རེད། སྐབས་དེ་དུས་སྐབས་སུ་སྤྱང་ཀི་ཞིག་གིས་མཐོང་བ་རེད་ལུ་གུ་ཆུང་ཆུང་དེ་ཆུ་བཏུང་དེ་ཡོད་པ་དེ་སུ་གིས་མཐོང་བ་རེད་ལ་ན་སྤྱང་ཀི་ཞིག་གིས་མཐོང་བ་རེད། སྤྱང་ཀི་དེ་གིས་ལུ་གུ་ཆུང་ཆུང་དེ་རྒྱུག་ཆུའི་འགྲམ་ལ་ཆུ་སྟེང་འཐུང་དེ་ཡོད་པ་དེ་སྤྱང་ཀི་དེ་གིས་མཐོང་བ་རེད། སྤྱང་ཀི་དེ་གིས་ག་རེ་གཟིགས་རེད་ལ་ན་ལུ་གུ་དེ་ལ་བ། སྤྱང་ཀིས་ལུ་གུ་ཟ་བར་འདོད་ནས་ངར་སྐད་དང་བཅས་ལྕགས་སྐྱེས་ཀྱིས་སེམས་པ་ནང་ལུས་ལ་ཁོ་རང་གི་ལུས་གུག་དེ་ཟ་བར་འདོད་ནས་ལ་ན་ཟ་བར་འདོད་ནས་ལ་ན་ཁོ་རང་ཟ་ངེས་བྲོས་ནས་ཟེར་བ། ལུས་གུག་ཆུང་ཆུང་དེ་ལྕགས་སྐྱེས་དེ་ཁོ་རང་གི་སྲེག་བྱེད་ཟ་ངེས་བྲོས་ནས། ངར་སྐད་དང་བཅས་ངར་སྐད་ལ་ནི་ཅིག་ཞིམ་པ་ལ་འབོར་ཤོར་བྱས་ནས་སྐད་ཤུགས་ཆུང་པོ་བརྒྱབ་ནས་སྐད་ཆ་བཤད་རེད། ལྕགས་སྐྱེས་ཀྱིས་རེ་བ། སྐད་ཆ་ག་རེ་བཤད་རེད་ལ་ན། འཐུང་ཆུ་ཆ་ཚང་བཙོག་པ་བཟོས་སོང་ཟེར་བ། ལྕགས་སྐྱེས་དེ་གིས་ལུས་གུག་ཆུང་ཆུང་དེ་ལ་ག་རེ་ལ་རེད་ལ་ན། འཐུང་ཆུ་ཚང་མ་ཁྱེད་རང་གིས་བཙོག་པ་ཟོས་སོང་ལ་དར་བ་ལུ་གུ་ཆུང་ཆུང་དེ་ལ་ཞེས་ཤེས་ཞེས་ཤེས་ཟེར་དུས་སམ་བོ་དེ་འདྲས་ད་ཁོ་རང་གི་ལབ་རེད། ལུ་གུ་ཧང་སངས་ཏེ་སྐད་ངག་འཇམ་པོས་ཆུ་གུ་ལ་ཁྱེད་རང་བསྡད་ཡོད་པས་ང་བཙོག་པ་ག་འདྲ་བཟོ་ཐུབ་བམ་ཞེས་ཤེས་ཟེར་བ། ལུ་གུ་ཧང་སངས་ཏེ་ལུ་གུ་རྦད་དེ་ཁོ་རང་ཧང་སངས་ཐག་ཆོད་ཅེས་རེ་བ། སྐད་ངག་འཇམ་པོས་སྐད་ངག་འཇམ་པོ་ལ་འདི་བསམ་ལ་སྐད་འཇམ་པོའི་ཐོག་ནས་ར་བ། སྤྱང་ཀི་ནང་བཞིན་ངར་སྐད་ར་བ་སྐད་ཤུགས་ཆུང་པོ་མ་བསྟན་ཕྱིར་ར་བ། ལུ་གུ་སྐད་འཇམ་པོའི་ཐོག་ནས་ཁུ་ཡི་ག་རེ། ལ་རེ་ལ་ཐང་སྤྱང་ཀི་ལ་ར་བ་འདུག། ཆུ་སྒོ་ལ་ཁྱེད་རང་བསྡད་ཡོད་པས་ཆུ་གི་སྒོ་དེ་ལ་ཆུ་སྒོ་ཟེར་དུས་སམ་ཆུ་ཡོང་ས་ཞེས་ར་བ། ཆུ་དང་པོ་དེ་ཡོང་ས་དེ་ག་བ་ནས་ཡིན་ན་ཆུ་སྒོ་ལ་དུས་སམ་ཆུ་ཡོང་ས་ཀྱི་སྒོ་དེ་ལ་ཡ། ཁྱེད་རང་བསྡད་ཡོད་པས་ཁྱེད་རང་བསྡད་འདུག་བ། ཆུ་ཡོང་ས་དེ་ལ། ཆུ་དང་པོ་ཡོང་ས་དེ་ནི་སྒོ་དེ་ལས་ཁྱེད་རང་འདས་འདུག་ཨ། ངས་བཙོག་པ་ག་འདྲ་བཟོས་ཐུབ་བམ། དེ་ནི་བསམ་པ་ལ་ངའི་སྒེར་ནས་ཆུ་བཙོག་པ་ག་འདྲས་བཟོས་ཐུབ་ཀྱི་རེད་བས་ཞེས་བཤད། རེད་དོན་དུ་ལུག་གི་ལུ་གུ་ཆུང་ཆུང་དེ་ཡིས། སྤྱང་ཀི་དེ་ལ་ག་རེ་ལ་རེ་ལབ་ན། ཆུ་ཡོང་ས་སྒོ་དེ་ལས་ཁྱེད་རང་འདས་འདུག་ཨ། ཚོ་བཟང། ཆུ་བཙོག་པ་ག་འདྲས་ངས་ཀྱི་ཆུ་བཙོག་པ་ག་འདྲས་བཟོས་ཐུབ་ཀྱི་རེད་བས། ལུ་གུ་ཆུང་ཆུང་དེ་ཡིས་སྤྱང་ཀི་དེ་ལ་བཤད། རེད་ཨན་ཅང་གིས་ཡི་དིའི་ལན་ལ། བ་ཅང་གིས་རླུང་འཚུབ་འཚུབ་ངང་ཁྱེད་རང་ལུ་གུ་སྡུག་ཅག་ཅིག་རེད། ན་ནིང། ད་ཚོད་ཁྱོད་ཀྱིས་ང་ལ་རྒྱབ་བཤད་བརྒྱབ་འདུག་ཞེས་ཞེས་ཅེས་བཤད། བ་ཨན་ཅང་གིས་དེ་ལྟ་དེ་འདྲའི་ལ་དུས་བསམ་པ་ལ་ཡ་ཨན་ཅང་གིས་གིས་ད། ལན་དེ་ལ་ཡ་ལུ་གུ་དེ་ལ་གར་ལ་རེད་ལ་ན་ཅང་གིས་གིས་རོ། བ་རླུང་འཚུབ་འཚུབ་ངང་རླུང་འཚུབ་འཚུབ་ཟེར་དུས་བསམ་པ་ལ་ཡ་ཁོང་ཁྲོ་ལའང་ཆེར། བ་ཁོང་ཁྲོ་འཚུབ་འཚུབ་ཁོང་ཁྲོ་ལངས་ནས་ནི་ཁོང་ཁྲོ་ལངས་པའི། རླུང་ལངས་རྒྱུད་ཀྱི་ཉམས་དང་བཅས་ནི་ཁོས་ག་ལ་རེད། ཁྱེད་རང་ལུ་གུ་སྡུག་ཅག་ཅིག་རེད་ཟེར་བ། ལུ་གུ་དེ་ལ། ཁྱེད་རང་ལུ་གུ་སྡུག་ཅག་ཅིག་རེད་འདུག། ག་ཡིན་ཟེར་ན། ན་ནིང་ན་ནིང་ལ་ན་ཟླ་གཉིས་ལ་འོར་ད་ཟླ་གཉིས་ལ་སྡུག་བསམ་བ་ལ། ལོ་གཉིས་མ་ལོ་དེ་ལ་ཟེར་བ་རེད་སྙེ་མ་ལོ་དེ་ལ། ཨན་ད་ཚོད་ཁྱོད་ཀྱིས་ང་ལ་སྙེ་མ་ལོ་ལ་ཨན་དེའི་སྐབས་སུ་ནི་ཁྱེད་རང་གིས་ང་ལ། ཨན་རྒྱབ་ཤིག་བརྒྱབ་འདུག་རྒྱབ་ཤིག་བརྒྱབ་འདུག་ལ་ནི་ཨན། ཁོ་རང་གི་རྒྱབ་ལོགས་ལ་ཡང་ནི་ད་ཅང་གིས་ཁོ་རང་སྐོར་ལ་ཡང་ནི་སྡུག་ཅག་ཚིག་སྡུག་ཅག་ཡང་ནི་བེད་སྤྱོད་བཏང་ཕྱིར་བ་ཡང་ན་ནི། ཅང་གིས་འདི་ཡག་པོ་ཡོད་མ་རེད་ཅང་གིས་སྡུག་ཅག་རེད་ཞེས་བྱས་ཡང་ནི་མི་གཞན་པ་འགྲམ་ལ་ཁྱེད་རང་གིས་ང་ལ་རྒྱབ་ཞེས་བརྒྱབ་ལ། མི་གཞན་པ་གི་འགྲམ་ལ་ཡང་ཁྱོད་རང་གིས་ང་ལ་ཡང་ནི། ངའི་སྐོར་ལ་ཡང་སྡུག་ཅག་ལབ་བཞག་ཞེས་བྱས་ཡང་ནི། འདུག་ལབ་རེད་ད་རེད་བ་ཅང་གིས་འདི་ཡིས་ཅེས་བཤད། ད་དེའི་ལན་ལ་ཡང་ནི། ལུ་གུ་ཆུང་ཆུང་གིས་རེད་བ། ལུ་གུས། སྐུ་ཞབས་སྤྱང་ཀི་ལགས་ན་ནིང་ད་ཚོད་ང་སྐྱེས་མེད་པས་དེ་འདྲ་ཞིག་ཡོང་སྲིད་དམ་ཞེས་ཞེས་ཟེར་བ། ཨེ་ལུག་ཆུང་ཆུང་དེ་ག་ལ་རེད་སྐུ་ཞབས་སྤྱང་ཀི་ལགས་སྤྱང་ཀི་ལགས་ཟེར་བ་གུས་ཞབས་དང་ལྡན་པའི་སྒོ་ནས་ནི་སྐུ་ཞབས་སྤྱང་ཀི་ལགས་ཞེས་ཟེར་བ། ན་ནིང་ད་ཚོད་ང་སྐྱེས་མེད་པས་ཟེར་ན་ནིང། ན་ནི་ལོ་སྨྱུས་མ་དེ་ལར་བ། ད་ཚོད་ལ་ན་ད་ལྟ་གི་དུས་ཚོད་དེ་ལ་ཨེ་ནི་ང་རང་སྐྱེས་ཡང་སྐྱེས་ཡོད་མ་རེད། སྐབས་དེ་དུས་སྐབས་སུ་ང་སྐྱེས་ཡོད་མ་རེད་ཟེར་བ། སོང་ཙང། དེ་འདྲ་ཞིག་ཡོང་ག་ལ། དེ་འདྲ་བྱེད་སྲིད་དམ། སོང་ཙང་ད་དེ་འདྲ་ཞིག་ཨེ་ནི་ཡོང་སྲིད་ཀྱི་རེད་བས། ང་ན་ནིང་སྐྱེས་དགོས་རང་སྐྱེས་མེད་ན། ཨེ་ནི་ངས་ན་ནིང་ཨེ་ནི་ཁྱེད་རང་སྐོར་ལ་མི་གཞན་པ་གིས་དྲངས་ལ། སེམས་ཅན་གཞན་པ་གིས་དྲངས་ལ་ད་ཁྱེད་རང་སྐོར་ལ་ངས་རྒྱབ་བཤད་ག་འདྲས་སུ་རྒྱག་གི་རེད། དོན་དུ་ཁོ་ད་གཉིས་ལོ་ཨེ་ནི། སྐྱེས་ཡང་སྐྱེས་ཡོང་མ་རེད། ཁོ་རང་སྐྱེས་མེད་ན་ཁོ་རང་སྐྱེས་རྗེས་ག་འདྲའི་ཤོད་དགོས་རུ་བ། ཨ་ལེ་དང་པོ་ཁོ་རང་ལ་གྱ་བཞི་བརྒྱད་ལ་ཁོ་ད་གཉིས་ལོ་སྐྱེས་དགོས་རུ་བ། སོང་ཙང་ཁོ་ད་གཉིས་ལོ་སྐྱེས་དགོས་ར་མེད་ཟེར་སྐབས་དེ་དུས་སྐབས་སུ་རུ་བ། དེ་འདྲའི་ག་འདྲའི་སུ་ཡོང་སྲིད་ཀྱི་རུ་བས། བྱས་བྱས་ཤེས་རུ་བ། ད་སྤྱང་སྐྱིད་ཀྱིས་དེའི་ལན་ལ་རུ་བ། སྤྱང་སྐྱིད་ངོ་ཚ་ཞིང་ཁོང་ཁྲ་ཆུན་པོས། ལུས་གུ་འཁྲིས་སུ་བཅར་ནས། ཁྱོད་ཀྱི་ཨ་མས་བཤད་འདུག་ཟེར་བ། གང་དང་གཅིག་པ་རེད་ཅེས་ཟེར། ཅེས་ཟེར་ཤུལ་དུ་ལུ་གུའི་སྟེང་དུ་བྱོན། ཟེར་བ། ད་དེ་འདྲའི་ལ་དུས་སམ་བ་ལ་ཡ་ད་སྤྱང་ཀིས་ངོ་ཚ་ཞིང། ད་ལུ་གུ་ཆུན་ཆུན་དེ་ཡི་གར་ལ་རེ་ཁུ་ད་ཉིན་སྐྱེས་མེད་ལ་རུ་བ་སོང་ཙང་ནི་སྤྱང་ཀི་འདི་དག་ཁོ་རང་རྫུན་མ་ཡིན་པ་འདི་དག་ད་ག་རང་གི་ཧ་གོ་རུ་བ་སོང་ཙང་ཁོ་ངོ་ཚ་བོ་ཆགས་རེད། ཨེ་ངོ་ཚའོ་ཆའོ་མ་ཟད་ད་དུང་ཁོང་ཁྲོ་ཆེན་པོས་སུ་ཁོ་ངོ་ཡང་ཚ་ཨེ་དེའི་ཐོག་ལ་ད་དུང་རླུང་ཞུ་བོ་ཅིག་ལངས་ཕྱིར་བ་ཁོང་ཁྲོ་ཆེན་པོས་ལ་དུས་གསར་པ་ལ་རླུང་ལངས་ནས་ཨེ་ཁོ་ཡི་ལུ་གུ་དེ་ལ་ག་ལ་རས་ལུ་གུ་ཡི་འཁྲིས་སུ་བཅར་ནས་ལུ་གུ་ཡི་འཁྲིས་ལ་ནས་ལུ་གུ་ཡི་འགྲམ་ལ་བཅར་ནས་ལ་སླེབས་ནས་ར་བ་ལུ་གུ་ཡི་འགྲམ་ལ་སླེབས་ཆས་ཨེ་ལུ་གུ་ལ་ག་ལ་རས་ལ་ནས་ཁྱོད་ཀྱི་ཨ་མས་བཤད་འདུག་ར་བ་ཁྱེད་རང་གི་ཨ་མ་ལགས་ཀྱིས་བཤད་འདུག་ལའོ་ར་ད། ད་ངེད་གཉིས་ལ་ག་རེ་ལགས་སོང། སྤྱང་རྒན་གྱིས། ཁྱེད་རང་གིས་བཤད་འདུག་ལར་བ་ད་ད་ལྟ་ག་རེ་ཡང་ཁོའི་ཁ་བླ་འོ་རེད། ཁོ་ད་སྙིང་སྐྱེ་མེད་ལ་དོའི་བསམ་པ་ལ་ཡག་ཁོ་གིས་ད་ཡང་ཁྱེད་རང་གི་ཨ་མ་ལགས་ཀྱིས་བཤད་འདུག་ལར་ད་དེ་འདྲེར་བ། གང་ད་གཅིག་པ་རེད། གང་ད་ཁྱེད་རང་གིས་བཤད་པ་ཡིན་ན་རེད། ཨ་ནི་ཡིན་ཁྱེད་རང་གི་ཨ་མ་ལགས་ཀྱིས་ང་ལ་རྒྱབ་ཤ་རྒྱས་པ་ཡིན་ན་རེད། གང་ད་ཁྱེད་རང་གཉིས་སུ་གི་ལབ་ནས་གཅིག་པ་གཅིག་རྐྱང་རེད་ལར་ད། བྲང་གི་གེར་བ། ཅེས་ཟེར་ཞོར་དུ། ཅེས་ཟེར་ཞོར་དུ། དེ་འདྲའི་ལག་གིས་ལག་གིས་ཞོར་དུ་ལུ་གུ་དེ་ག། ལུ་གུ་དེ་གི་སྟེང་དུ་མཆོངས། ལུ་གུའི་སྟེང་དུ་མཆོངས། ད་ལྟ་དེ་བྲང་གི་དེ་མི་དེ་ལུ་གུ་སྒང་ལ་ཡར་མཆོངས་པ་རེད། དོན་དུ་ག་རེད། ཁོ་རང་བསམ་བློ་དེ་ག་རེ་ཡོད་རེད་ལབ་ན་ཁོ་རང་ལུ་གུ་དེ་སང་ཉིན་གྲོ་བོ་དེ་སྒོར་བ་སོང་ཙང། དེ་གའི་སྟ་གོ་ལ། ཚིག་ད་སྡུག་ཅག་བཤད་རོགས། དེའི་སྒང་ལ་ཡར། ཅེས་ཁོ་གི་ལག་སྐྱོར་ནང་བཞིན་མ་ཆགས་བ་སོང་ཙང། ད་ལྟ་ཐ་མ་དེ་ལ་ཡར། ལུ་གུ་གི་སྒང་ལ་ཡང་ནི་ད་ལྟ་དེ་སྤྱང་ཀི་དེ་མཆོངས་བ་རེད། ལུ་གུ། ལུ་གུས་གུར་ཙམ་བྱས་པས་སྤྱང་ཀི་རྒྱུག་ཆུའི་ནང་དུ་ཟགས། ད་ལུ་གུ་གི་སྒང་ལ་ད་ལྟ་སྤྱང་ཀི་དེ་མཆོངས་དུས་བསམ་པ་ལ་ཡ་ལུ་གུ་དེ་མ་སྡུག་གུ་གུ་བྱེད་དུས་བསམ་པ་ལ་མ་གུག་རེད་སྟེགས་ཟེར་བ། ཁ་ལ་ནི་གལ་སྲིད་ཡིད་ལུ་གུ་དེ་མ་གུག་པ་ཡིན་ན་མ་གུག་གུར་མ་བྱས་པ་ཡིན་ན་ད་ལྟ་དེ་སྤྱང་ཀི་དེ་གི་སྲས་ཀྱི་ས་གུར་བ་སོང་ཙང་ལུག་གུག་མ་གུར་ཙམ་བྱེད་དུས་བསམ་པ་ལས་ཡ་ག་ཆི་རེ་སྤྱང་ཀི་དེ་ནི་རྒྱུག་ཆུའི་ནང་ལ་ཟ་རེད་རྒྱུག་ཆུ་ད་ལྟ་ཁོ་རང་ད་ལྟ་ཆུ་འཐུང་དེ་ཟ་རྒྱུག་ཆུ་བ་དེའི་ནང་ལ་ཡ་ཟ་བ་རེད་ད་ལྟ་དཔའ་རི་དེ་ལ་གཟིགས་པས་ན་དཔའ་རི་དེ་ནང་ལ་ཁོད་འདུག་བ་ད་ལྟ་དེ་དེབ་ནང་ལ་སྤྱང་ཀི་ཆུ་ནང་ལ་ཟ་དེ་གི་འདུག་བ། གང་ད་ད་ད་གོང་དུ་ཡ་ཨན་ཅང་ཀི་གི་ད་ད་ལུ་གུ་ལ་ཡ་སྙབ་རྒྱུ་ཤེས་ཆེ་ཁྱེད་རང་ད་ཉིན་རྒྱབ་ཤ་རྒྱབ་དུ་ལ་ཡ་ད་ཨན་ད་ཨ་ནང་ཤེས་ཅིག་ཁྱེད་རང་གི་མ་ལ་ནས་ཡ་ཨ་མ་ལ་གི་ལ་བ་ཁྱེད་རང་གི་ཨ་མ་ལ་གི་ལ་ཤ་ཟེར་བ་གཅིག་པ་རེད་ཤེས་ཆེ་ད་ཅིག་དོན་དུ་ཁོ་རང་གི་མགོ་བསྡུ་རང་མགོ་སྐོར་རང་བཏང་བྱེད་མི་བདེ་ཨ་ནི་ཡིན་སོ་སོའི་སེམས་པ་ནང་ལུས་ལ་ཨ་ནི་ལུ་གུ་དེ་བཟང་ངན་གྲོས་དེའོ་རེད་དོན་དུ་དེ་བྱས་ནས་ཨ་ནི་ཁོ་གི་དེ་གས་ད།

ཞེས་དང། ལྷུ་གཅིག་པ་གཅིག་ཀྱང་རེད། ཞེས་དང། བློས་ལེན་པར་བ། སྤྱང་ཀིའི་བསམ་པ་ངན་པས་ལུ་གུ་ཟ་འདོད་བསམས་ཀྱང་བསམ་པ་ངན་པའི་འབྲས་བུར་རང་ཉིད་ཆུ་ལ་ཟགས་སོང་ཟེར་བ། སྤྱང་ཀི་གི་བསམ་པ་ངན་སྤྱང་ཀིའི་བསམ་པ་ངན་པས་སྤྱང་ཀི་དེ་ནི་གཅིག་དང་སེམས་པ་ངན་པ་རེད་བ་སེམས་པ་ངན་པ་ཟེར་དུས་སེམས་པ་ནག་པོ་རེད་འདུག་བ། གང་ཡིན་ཟེར་ན་ཁོ་རང་གཞན་པ་རྗེ་ཕ་ཆོས་དངོས་དང་འདྲ་ལུ་གུ་དེ་ཟ་ངེས་གྲོགས་དེ་གོ་ར་སོང་ཙང་ཁོ་རང་སེམས་པ་ངན་པ་ཆེར་བ་ཨེ་ལུ་གུ་ཟ་དགོས་བསམས་ཀྱང་ཁོ་རང་སེམས་པ་ནང་ལོག་ལ་ཨེ་ལུ་གུ་དེ་ཟ་དགོས་བསམས་ཀྱང་ཁོ་རང་སེམས་པ་ནང་ནས་ཨེ་ཅིག་ལུ་གུ་དེ་བསད་ཅིག་ཟ་དགོས་བསམས་རེད་དེ་ཡིན་ན་ཡང་བསམ་པ་ངན་པའི་འབྲས་བུ་བསམ་པ་ངན་པའི་འབྲས་བུ་ཟེར་དུས་བསམ་པ་ལ་ཡ་ཁོ་རང་གིས་ད་རྩམ་པ་ངན་པ་བྱེད་ཆགས་པའི་སྡིག་གི་འབྲས་བུ་འདིར་བ་འབྲས་བུ་ལ་ན། སྡིག་གན Result དེ་ག་རེ་བྱུང་རེད་ལན་མཐའ་མ་དེ་ལ་ཁོ་རང་ལ་ཡ། རང་ངའི་ཆུ་ལ་ཟགས་སོང། ཁོ་རང་ཁོ་རང་ཡིན་ན་དེ་ལ་ཡ། ལུ་གུ་གང་ལ་ཆོམ་འདོད་བསམ་པ་ལ་ཁོ་རང་ཡིན་ན་ཆུ་ལ་ཟགས་པར་བ་མཐའ་མ་དེ་བ་ལ། སོང་ཙང་ག་རེ་ང་ཚོ། གི་སི་སྤྱང་ཀི་ནང་བཞིན་བྱས་པ་ཡིན་ན་ང་ཚོ་ལ་ཡ། ག་རེ་སྤྱང་ཀི་ནང་བཞིན་བཞུགས་འདྲེ་དེ་རེད་བ། འབྲས་བུ་དེ་ནི་སྤྱང་ཀི་ནང་བཞིན་ཡོང་གི་རེད་ཟེར་གི་རེད། དོན་དེ་ནི་སྤྱང་ཀི་ནང་བཞིན་གནང་རྒྱུ་ཡོད་མ་རེད་སེམས་པ་ངན་པ་རེད་བ། ཧོ། ལགས་སོ་ད་རིང་གི་ང་ཚོ་གི་སློབ་ཚན་དེ་ཨ་ནི་དེ་ཙམ་རེད།